རྣམ་པ་ལྷན་སྐྱེས་བཀྲ་ཤིས་ལས་དངུལ་ལ་ཡང་ངས་བརྙན་ཐུང་ཅིག་བཟོས་པ་ཡིན། འདིའི་ནང་ལ་ཡང་མཛུབ་བསྣོལ་རྒྱག་སྟངས་སྐོར་ལ་ཡང་རྩ་བའི་རོབ་ཙམ་ཞུས་པ་ཡིན། དེའི་ནང་ལ་ས་ཆ་སུམ་ཅུ་དང་དབྱངས་བཞི་ཡ་ཐ་ར་ཐ་ལ་ཐ་ར་མགོ་ལ་མགོ་ས་མགོ་གསུམ་གྱི་མཛུ་གུ་བསྣོལ་སྟངས་དེ་ངས་ཞུས་པ་ཡིན། ད་དེ་ནས་ད་རིང། ཁ་སིང་འདི་ཟིན་ཡོད་ན་ཨཱ་ཁ་སིང་འདི་གི་ད་ཁྲོ་ལྟ་བུ་ཟེར་ནས་མི་འདུག་འདི་གང་ལ་གནོན་པའི་ཟེར་ནས་མི་འདུག་ལ། ད་གྱོད་དྲེག་གི་ཟུར་དུ་ཡང་ཁྱོད་ད་རིང། བརྙན་ཐུང་གཉིས་པ་དེ་ཞུ་གི་ཡིན། ཨཱ་འདི། ཐོག་མ། སྨོན་ལམ། གསུམ་ཚར་གཅིག། དེ་རེད། སྨོན་ལམ་གསུམ་ཚར་གཅིག་དེ་སྨོན་ལམ་འདི་དངོས་ལ་ཡང་ང་ཚོ་མཉེན་ཆས་སྨོན་ལམ་གསུམ་ཡོད་རེད། གསུམ་ལ་ཡང་ང་ཚོ་ད update བཟོས་ནས་མི་འདུག་ལ་དེ་ལ་ཡང་གནོན་པའི་སྐྱོན་ནས་ཨ་ནི་སྨོན་ལམ་གསུམ་ཚགས་གཅིག་འདི་བཟོས་གནང་པ་ཞིག་རེད་འདུག་ཨ་འདི་གསུམ་ཚགས་གཅིག་འདི་སྨོན་ལམ་གསུམ་ལ་བསྐྱར་བཅོས་གནང་ནས་བཟོས་པ་ཞིག་ཡིན་གསུངས་འདུག་དེ་འདྲས་བཟོས་གནང་ད་འདི་ན་སྤྱི་བཏང་སྨོན་ལམ་གསུམ་ཚགས་གཅིག་འདི་གི་ནང་ལ་ཡང། གར་བཞུགས་སྒོ་རེད། མཛུབ་བསྣོལ་རྒྱག་སྟངས་ཁག་བཞི་འདུག་ཁག་བཞི་དེ་ག་འདྲ་རེད་ཟེར་ན་སྨོན་ལམ་བོད་ཡིག་དང་པོ TCRC སོང་བ་འདི་གཅིག་བྱས། དེ་ནས་དཔེ་འབྲི་སྟངས་དང་མཐུན་པ་སོང་བ་འདི་གཉིས་བྱས། དེ་ནས་ཧི་ཡིག་དང་མཐུན་པ་སོང་ཡ་འདི་གསུམ་བྱས། དེ་ནས་ཐ་མ་དེ་སྨོན་ལམ་བོད་ཡིག་གཉིས་པ་སོང་ཡ་ཨོ་འདི་བཞི་ཆའི་མཛུབ་བསྣོལ་རྒྱག་སྟངས་རེད་འདུག་འདིའི་ནང་ནས་ད་ང་རང་ཚོས་ཨང་རྟགས་སྐྱོན་བཞིན་པ་དེ་སྨོན་ལམ་བོད་ཡིག་དང་པོ TCRC གསུང་ཡ་འདི་རེད། འདི་ངས་གར་ཆེན་རྒྱག་གི་ཆོད་ན་ཕལ་ཆེ་བས་འདི་རྒྱག་གི་ཡོད་པ་ཞིག་མཐོང་སོང་ལ་ང་རེད་འདི། ལས་སླ་པོ་ཞིག་མཐོང་སོང་ཨ་འདི་ནང་ལ་ཡ་ཕལ་ཆེ་འགྲོ་གི་འདུག་སྔགས་ཡིག་ཡིན་ནའི་འགྲོ་གི་འདུག་ལ་ཡི་གེ་གཞན་མིན་པའི་ཕལ་ཆེ་འགྲོ་གི་འདུག་ཨ་འདི་མང་ཆེ་བས་འདི་སྐྱོན་གི་འདུག་ཨ་འདི་ངོས་སྤྲོད་ཁ་ཟིན་གོང་ལ་ཡ་བརྙན་ཐུང་དང་པོའི་སྐབས་སུ་ཞུ་ཡུལ་ཚར་བ་ཡིན། ག་རེ་ཞུས་པ་ཡིན་ཟེར་ན་གསལ་བྱེད་སུམ་ཅུ་བྱས། དེ་ནས་ཡ་ད་ར་ད་ལ་ད་བྱས་ར་མགོ་ལ་མགོ་ས་མགོ་བྱས། ཨ་ནི་འདི་ཡིག་མགོ་དང་ཤད་རྒྱག་ཟུག་དེ་འདི་ག་ལ་གང་འཚམ་ཞུས་པ་ཡིན། ད་དེ་ནས། མཛུབ་གནོན་རྒྱག་སྟངས་དེ་འདི་ནང་ལ་ཡ་མཉེན་ཆས་དེའི་ནང་ལ་ཡ་མཛུབ་གནོན། ཏྲ་པིང། ཏཱ་ཨིན་ཇི་ཏྲ་པིང། སུང་གུ་རུ་པཱ་ང་རང་ཚོས་མཛུབ་གནོན། བོད་ཡིག་ཐོག་ནས་ཡང་མཛུབ་སྣོན་གསུང་རུབ། མཛུབ་སྣོན་བརྒྱ་དང་བཞི་ཡོད་པའི་ནང་ནས་ང་ཚོའི་བོད་ཡིག། སྨོན་ལམ་བོད་ཡིག་དང་པོ་ཀྲི་སེ་ཨར་སི་གསུང་ཡང་དེའི་མཛུབ་སྣོན་འདི་ཞུ་གི་ཡོད། སྨོན་ལམ་བོད་ཡིག་སུམ་རྩ་གཅིག་ཀྲི་སེ་ཨར་སི་སྨོན་ལམ་བོད་ཡིག་ཨཏེ། དེའི་ནང་ནས། མཛུབ་སྣོན་དང་པོ་དེ། གོང་དུ་ངས་ཞུས་པའི་ནང་བཞིན་ཀྲི་སེ་ཨར་སི་དེ་རེད་འདུག་ད་ག་ནང་བཞིན་བྱས་ངས་མ་དེ་མ་འགྲོ་གི་ཡིན། ད། སྨོན་ལམ་བོད་ཡིག་གསུམ་ཚགས་གཅིག་འདི་ཀློག་མཉན་ཆས་འདིའི་ནང་ལ་ཡང་ཡིག་གཟུགས་སྣ་ཁ་མི་འདྲ་བ་ག་ཚོད་འདུག་གསུངས་ན་འདིའི་ནང་ལ་ཡང་ཡིག་གཟུགས་སྣ་ཁ་མི་འདྲ་བ་བཅུ་གསུམ་འདུག་དེ་སྨོན་ལམ་བོད་ཡིག་གསུམ་ཚགས་གཅིག་ལ་ཡིག་གཟུགས་བཅུ་གསུམ་ཡོད་བྲིས་འདུག་ག་ལ། ཨོ་དེའི་ནང་ནས་ད་ཡིག་གཟུགས་བཅུ་གསུམ་དེ་གཅིག་ངོ་སྤྲོད་ཞུས་ན་བསམས་བྱུང། ལོ་ཁ་ཅིག་ངོ་སྤྲོད་ཞུས་པ་ཡིན་ན་ཨ་ནི་ཡིག་གཟུགས་འདི་འདི་རེད་ཤག་འདི་བདེ་བ་བེད་སྤྱོད་གཏང་དགོས་ཀྱི་འདུག་གསུངས་ཡ་ཅིག། ཁྱེད་འདས་པའི་ཆེད་དུ་ཡིན། དེའི་ནང་ནས་ཡང་དང་པོ། སྨོན་ལམ། ཡུལ་ནི་ཡུལ་ནི་སྐོར་གསུངས་ཡོད་རེད་བ། སན་ཤིབ་གསུངས་ཡོད་སོ། འདིས་སྨོན་ལམ་འདི་ག་བ་བུ་ཆོ་བཏང་ན་སན་གཅིག་དང་འདིས་སྨོན་ལམ་འདི། འདི་ཡིག་གཟུགས་དེ་ངའི་ཡ་དེ་བ་དེ་སྨོན་ལམ་བུ་ཡིག། གློག་བརྙན་གྱི་བརྙན་ཡོལ་ངོས་དང་ཡིག་སྒམ་དང་ཡིག་ཆའི་མིང་སོགས་བོད་ཡིག་ཐོག་འཇོག་བྱེད་ཡིན་གསུངས་འདུག་ཨ་ཨོ་འདི་ཡིག་གཟུགས་ད་ག་རང་རེད་འདི་ཡིག་གཟུགས་བེད་སྤྱོད་བཏང་གནང་ས་འདི་གློག་བརྙན་གྱི་བརྙན་ཡོལ་བཟོ་བ་ང་ཚོ་དེ་གར་བཟོས་གོ་ད་ང་ཚོའི་གར་གློག་བརྙན་གར་དང་བརྙན་ཐུང་དེ་འདྲ་བཟོ་དུས་གང་ལ་ཡང་བསྡུས་ལ་ཐོག་མར་ང་ཚོ་དེ་བཞག་ཡ་བཞག་ཡ་འཇོར་བ་ད Desktop ཟེར་ན་མི་འདུག Monitor ཟེར་ན་མི་འདུག་བསྡུས་ལ་བཞག་ཡ་འདི་བརྙན་ཡོལ། སྔོན་ལ་ཞག་གཅིག་ཆད་མདའ་ག་ན་ཤིང་ཡིག་གམ། ཨ་ནི་ཡིག་ཆའི་མིང་སོགས་བོད་ཡིག་ཐོག་འཇོག་ཆས་མགོ་ལ་ཡང་མགོ་ལ་བྲིས་ཡ་ལ། ཨ་འདི་ཡག་པོ་ཡོད་གསུང་བ་རེད་འདི། Uniscenship། འདི་གར་ཕྱིན་ན་ཡག་པོ་ཡོད་གསུང་ན་འདི་དང་ཨ་ནི། འདིའི་ཡིག་གཟུགས་འདི་དང་ཨ་ནི་དབྱིན་ཇིའི་ཡིག་གཟུགས་གཉིས་ཆེ་ཆུང་གཅིག་པ་ཡོད་གསུང་བ་རེད། ཨ་འདི་ནི་ཨིན་ཡིག་དང་ཆེ་ཆུང་གཅིག་མཚུངས་ཡིན་པས་ཁྱེད་ཀྱིས་བཀོལ་སྤྱོད་བྱེད་ན་སྟབས་བདེ་བྱུང་ངེས། ཨ་ནི་འདི་ཨིན་ཡིག་དང་ཨིན་ཇིའི་ཡི་གེ་དང་ཆེ་ཆུང། ཨ་ནི། དབྱིན་ཇི་དང་བོད་གཉིས་ཆེ་ཆུང་གཉིས་ཆེ་ཆུང་དམའ་ཤོས་བར་ཆད་མཚུངས་པ་ཟེར་ན་གཅིག་པ་ཡིན་པས་ཁྱོད་ཀྱིས་བཀོལ་སྤྱོད་ཟེར་ན་བེད་སྤྱོད་བྱེད་ན་སྟབས་བདེ་བྱུང་ངེས་ཡིན་གསུངས་པ་རེད། འདི་གཅིག་བྱས། ཁྱེད་ཀྱིས་སྨོན་ལམ་འདི་ག་བར་འདུག་གསུངས་ན་འདི་ནས་མ་ཟེར་ནས་ཟིག་དང་འདུག་བྱས་པ་ཡིན་ན་ཁ་ཐུག་ཕྱིན་པ་ཡིན་ན་བསྡད་འདུག་ག་བསྡད་བཞུགས་བསྡད་འོ་བསྡད་འདུག་ག་ལ་འོ་འདི་རེད་སྨོན་ལམ་ཡུལ་ནི། བཙན་གྱིས་ཞིབ་སོང་འདི་སོང་ཡས་རེད། ད་དེ་ནས། གཉིས་པ་དེ། ཡུན་ནི་དབུ་ཆེན་དང་པོ་སོང་ཡས་དེ་འདི་དེ་རེད། འདི་ནམ་རྒྱུན་ངས་བོད་ཆོས་མང་པོ་ཞིག་བཏང་གི་ཡོད། འདི། ད་སྨོན་ལམ་བཟོས་པོ་ཁོང་རང་གི་སྨོན་ལམ་གི་བོད་ཡིག་འདི་ནི་ཨ་དཔེ་དེབ་དང་ཚགས་པར་སྒྲིག་སྦྱོར་བྱས་ལ་ཡག་པོ་ཡོད་གསུངས་པ་རེད་ཚགས་པར་སྒྲིག་སྦྱོར་ཚོན་ད་ག་ནང་བཞིན་སྤྱི་བཏང་གི། སྒྲུང་དེབ་ཐུང་ཐུང་བཟོས་ལ་སོགས་པ་དེ་འདྲས་ལ་དམིགས་ནས་བཟོས་པ་ཡིན། ཨ་སྤྱི་བཏང་འདི། ཡིག་གཟུགས་འདི། དཔེ་བཞེས་ས་དེ། མཚོ་སྔོན་གྱི་ཨ་མདོ་མཚོ་སྔོན་གྱི་ལྕགས་པར། ད་སྔོན་མ་སྔོན་མའི་ལྕགས་པར་གསུངས་ན། ག་རེ་གསུངས་དགོས་ག་རེ་ཞུ་དགོས་རེད། Computer གློག་ཀླད་མ་ཐོན་གོང་ལ་ཡང་ལྕགས་པར་རྒྱག་གི་རུང་བ། འོ་ལྕགས་པར་ཡི་གེ་རྙིང་པའི་བཟོ་ལྟ་ལ་གཞི་བཞག་ནས་བཟོས་པ་ཡིན་གསུངས་པ་རེད། ད་འདི་ཡི་ཡིག་གཟུགས་འདི། དེ་ནས་མ་གཟུགས་བྱས་བས་ན།

སྨོན་ལམ་སོགས་པོ་ཁོང་རང་རང་གི་འདོད་པ་གཞི་བཟུང་ཐག་གཅོད་བྱས་པ་ཡིན་གསུངས་པ་རེད། སྟབས་བདེ་ཡིག་གཟུགས་དེ། ཡུ་ནི་ཨུ་ཆེན་སུང་ཨེ་དེ། ཡུ་ནི་ཨུ་ཆེན་གཉིས་པ་དེ། དེ་གཅིག་འདུག་བ་དེ་གཉིས་པ་དེ་རེད་འདུག་བ་ལ། དེ་གཅིག་བྱས། ད་དེ་ནས། སྨོན་ལམ། ཡུ་ནི་ཨུ་ཆེན་གསུམ་པ་སུང་ཨེ་དེ། ཡིག་གཟུགས་རྐང་པ་རིང་པོ་དེ་བྱས། འདིའི་སྤྱི་བཏང་ནམ་རྒྱུན་ང་ཚོས། དཔེ་ཆ། འབྲེལ་ཁྲིད་བོད་ཆོས་བཏང་མིན་ན་འདི་འགྲིག་གི་མི་འདུག་ག་རེ་ཟེར་ན་འདི་རྐང་པ་རིང་པོ་འདུག་ག་ལ་ཨ་ནི་ཡིག་རྟགས་དང་པོ་དེ་ཡིག་རྟགས་གཉིས་པ་དེའི་རྐང་པ་དེ་གང་གི་དབྱངས་དེ་རྐང་པ་ལ་ཐུག་གི་འདུག་བྱས་ཙང་འདི་དཔེ་ཆ་ཁྲིད་ཡ་ལ་ཡོང་མི་འདུག་ད་ཡི་གེ་དེབ་ཀྱི་རྒྱབ་ཤ་ཡང་མགོ་བྱང་རྒྱག་ཡ་དང། དེ་མིན་པའི་གཅིག་ད་ང་རང་ཚོ་ཡི་གེ་ཆེན་པོ་དེ་འདྲའི་ད་རེའུ་མིག་དེ་འདྲའི་བཟོས་ནས་ཡི་གེ་གཅིག་མིང་རྐྱང་གཅིག་ཁ་རྐྱང་ཁོ་རང་ལོ་ག་བདུན་ལ་བཞག་ཅེས་རྨིས་བཟོ་ལྟ་དེ་འདྲ་བཏོན་ཡིན་ན་ཨ་འདི་ག་ལ་གང་འཚམ་ཡག་པོ་འདུག། འདི་གཅིག་འདི་དེའི་སྨོན་ལམ་གསུམ་པ་སོང་ཡང་དེ་རེད་གསུམ་པ་དེ་དེ་ནས་མ་དུག་སུ་ཕེབས་ཡིན་ན། དེ་གསུམ་པ་ཟློག་ག་ལ་འོང་འདི་རྐང་རིང་དེ་རེད། ཡིག་གཟུགས་རྐང་པ་རིང་པོ་དེ། ད་དེ་ནས། ལྔ་པ་དེ། ཡུམ་ནི་དབུ་ཆེན་བཞི་སོང་ཡ་དང་ལྔ་སོང་ཡ་གཉིས་འདུག་བ། འདི་གཉིས། སྨོན་ལམ་བཟོ་བ་པོ་ཁོང་རང་གིས། སྨོན་ལམ་བུ་ཡིག་འདི་གཉིས། ཨཱ་ནི། དེ་སྔ་བོད་དུ་ད་གཟོད་ཆེས་སྔོན་ལ་ཡང། བོད་ལ་ཡང་པའི་དར་ཁྱབ་ཆེ་བའི་ལྕགས་པར་གྱི་ཡིག་གཟུགས་ལྕགས་པར་སོང་ཡང་དེའི། ཀམ་ཕུའུ་ཏར་མེད་པ་ཆེས། སྔོན་མ་སྔོན་མ་ཡིན་ལ་ཀམ་ཕུའུ་ཏར་མ་ཐོན་གོང་ལ། ལྕགས་ལ་ཡང་ཡིག་གཟུགས་བཟོས་ཨ་ནི་དེ། དཔེ་ཆ་ཞིག་པར་བྱས་ན། རེ་རེ་རེ་རེ་བྱས་ན་བར་ལ་ཡང་ཤིང་སྒྲོམ་གཅིག་གང་ལ་འགྲིག་གི་འདུག་འགྲིག། དབྱངས་རྟ་འཇིབ་ཆ་ཚང་འབྲི་བྱས་ཤི་ནས་དེ། འཁྲུག་ཆས་ནང་བླུགས་ནས་ད་རེ་རེ་རེ་རེ་བྱས་ན་པར་རྒྱག་གི་འདུག་དེ་ལ་ལྕགས་པར་གསུང་གི་འདུག་ཨོ་དེ་འདྲའི་ཡིག་གཟུགས་ལ། བསྟེན་ནས་བཟོས་པ་ཡིན་གསུངས་པ་རེད་དེ་དཔེ་བསྟེན་ནས་བཟོས་ཤིང། གང་ཐུབ་ཅི་ནུས་ཀྱིས་མཛེས་ཤིང། ལྟ་བདེ་བར་བྱས་ཡོད་གསུངས་པ་རེད་འདུག། འདིའི་ཡིག་གཟུགས་དེ་བཞི་པ་དང་ལྔ་བ་དེ། འདི་གཉིས་ཡིག་གཟུགས་ཡག་པོ་འདུག་ད་འདི་ངས་ཡིག་གཟུགས་བཞི་པ་ཟེར་བ་སྨོན་ལམ་ཡིག་གཟུགས་བཞི་པ་འདི་འདི་བཞི་པ་དེ་རེད་འདི་བཞི་པ་རེད་ལ། འདི་ལྔ་བ་དེ་རེད། བྱེད་དུས་རྩ་ནས་བཞི་པ་དེ། ནམ་རྒྱུན་སྨོན་ལམ་ཡུལ་ནི་དབུ་ཆེན་བཞི་པ་སོང་བར་སོ་འདི། འདི་སྤྱི་བཏང་གི་ནམ་རྒྱུན་དེབ་ཁག་ལ་བོད་ཆོས་བཏང་གི་འདུག་ལ། སྒོ་བྱང་དེ་འདྲའི་གྲས་ལ་བོད་ཆོས་བཏང་གི་འདུག། འདི་སྤྱི་བཏང་གི། སྟེང་འོག་གཉིས་མཐུག་པོ་བྱས། གཡས་གཡོན་དུ་ཁྲ་པོ་བྱས་ཁོ་རང་དམིགས་བསལ་བཟོ་ལྟ་ཡང། ལོགས་སུ་ཀ་ནས། ཡིག་གཟུགས་ཆེན་དང་མ་འདྲ་བ་ཞིག་མཐོང་ཡོང་གི་འདུག། འདི་ཡག་པོ་འདུག་ད་ང་ཚོས་དཔེ་གསལ་ཟེར་གི་རེད་པ་དཔེ་གསལ Design། ད་དེ་ནས་ལྔ་པ་འདི། བོད་ནང་ནས་ཐོན་པའི་རྟ་ནག་ཆུ་གཞུང་ཆེན་ཁག་དང་རིག་གནས་ཁག་དེབ་མང་ཆེ་ངས་དེ་འདྲའི་ནང་ལ་མཇལ་མྱོང་ཡོད་རིག་གཟུགས་དེ་ལ་མཇལ་མྱོང་ཡོད་སྤྱི་དང་མ་ཆེ་ཆུང་མེད་པ་ཅིག་ཁོ་རང་ཧྲོབ་ཐོབ་མ་བྱས་པ་ན་ཞིག་གསོ་འདྲ་པོ་ཅིག་འདི་ཡིག་གཟུགས་དེ་ཡག་པོ་ཡོད་འདི་ཡིག་གཟུགས་དེ་རྒྱས་འདུག་ག་ལ་འོང་འདི་རེད་འདི་སྔ་བ་དེ་རེད་འདུག་ཆེ་ཆེ། གཅིག་བྱས། ཨ་འདི་གཉིས་བྱས། དེ་ནས་འདི་གསུམ་བྱས། དེ་ནས་འདི་བཞི་པ་འདི་བྱས། འདི་ལྔ་པ་འདི་བྱས། འདི་དྲུག་པ་དུག་བྱས་དྲུག་བྱས། ད་དེ་ནས་དབུ་མེད་ལ་ཡིག་གཟུགས་ཁག་འདུས་ཡོན་གསུང་བ་ཡོད་དེ་གཅིག་དང་ང་ཚོས། འཚུབ་མ་འཁྱུག་དང་འཁྱུག་དང་འབྲུ་ཚ་དང་འདུ། བཞི་དབུ་མེད་ལས་ཆད་པ་རེད། ཡིན་ན་དབུ་མེད་ཚང་མ་དབུ་མེད་རེད་བས་ཟེར་ན་དབུ་མེད་རང་མ་རེད་ད་དབུ་མེད་ནང་ནས་དེ་ནི་ག་རེ་ག་རེ་ཟེར་ན་འདི། ཚུར་མ་འཁྱུག་གོ་འདི་འཁྱུག་རེད་གསུང་ཡང་འབྱོར་བ་དབང་དུ་ཞུ་གི་ཡོད། དེ་ནས་དབུ་མེད་ལ་ཡིག་གཟུགས་ཁག་བདུན་འདུག་བདུན་དེ། འཁྱུག་མ་ཚུགས། འཁྱུག་མ་ཚུགས་འམ་ཚུགས་མ་འཁྱུག་ཨ་ནི་འཁྱུག་ཡིག་བྱས་འབྲུ་ཚ་དང་པོ། འོ་དེ། འབྲུ་ཚ་དང་པོ་བྱས་ཨ་ནི་འབྲུ་ཚ་གཉིས་པ་བྱས་ཨ་ནི་ཁམས་འདྲི་དབུ་མེད་གཅིག་བྱས། དེ་ནས། སྤྱི་ཚོགས་དབུ་མེད་བྱས་ཨ་ནི་ཚུགས་རིང་དབུ་མེད་གཅིག་བྱས། ཨོ་འདི་སྐད་བྱས་པས་གང་དག་འདོན་འདུག་འདི་ནི་མ་རིན་པས་ཅིག་ཞུ་གི་ཡིན། ཐོག་མ། ཁྱུག་མ་ཚུགས་ཆད་ཁྱུག་ཡིག་ཆད་འབྲུ་ཚ་དང་པོ་དེ་ག་ནས་བཞེས་པ་ཡིན་གསུངས་ན། ཨ་ནི་ཁོང་རང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ཡིག་གཟུགས་དགེ་རྒན་ངག་དབང་རྡོ་རྗེ་ལགས་ཀྱི་ཡིག་གཟུགས་ཁོང་རང་གི་ཕྱག་ལྟར་བྲིས་གནང་བས། ཕྱག་ཟུང་གཞིར་བཞག་ནས་བཟོས་པ་ཡིན་གསུངས་པ་རེད། ཁོང་གིས་བྲིས་རྒྱུན་དེ་སྔར་གྱི་རྩེ་སློབ་གྲྭར་བཟུང་ན་བོད་ལ་ཡང་ང་ཚོ་ལྷ་ས་ལ་སྐུ་དྲག་ཚོ་སློབ་སྦྱོང་གནང་སའི་རྩེ་སློབ་གྲྭར་བཟུང་ད་འདི་བོད་ནང་ལྟ། དེ་ནས་ག་རེ་ཐོས་བསམ་གནང་བ་དང་ག་རེ་ཡིག་གཟུགས་སྦྱངས་པ་ང་ཚོས་སྤུས་དག་དང་ཁུངས་ལྡན་བཞག་ས་ཅི་ཁུངས་གཏུགས་ས་ཅི་ང་ཚོས་གཞི་བཞག་གནང་གི་རེད་ལ་གཞི་བཅོལ་དགོས་ཡོད་པ་རེད། ད་བྲིས་རྒྱུན་མ་ཉམས་པ་འདི་ལྟར་གཞི་བཞག་ནས་བཟོས་པ་ཡིན་གསུངས་པ་རེད། ད་འདི་ཁྱུག་མ་ཚུགས། ཁྱུ་མ་ཚུགས་དེ་ག་གི་ཡིན་ཟེར་ན་ཁྱུ་མ་ཚུགས་དེ་འདི་རེད། འདི་རེད་ལ་སྨོན་ལམ་བུ་ཡིག་འདི་ནི་ཁྱུ་མ་ཚུགས་ཡིན་གསུང་གི་འདུག་ག། འདི་འདི་ནང་ནས་བཞེས་དུས་གང་ལ་ཡང་འདི་འདི་རེད་བཅུ་པ་འདི་རེད། སྨོན་ལམ་དབུ་ནི། སྨོན་ལམ་དབུ་ནི། ཡུ་ནི་ཟེར་དུ་བ་སྨོན་ལམ་ཡུ་ནི་གོང་དང་སྨོན་ལམ་ཡུ་ནི་ཕྱེད་ར། ཅོག། མ་ཏིག་ཟེར་དུ་བ།

འདི་བྱས། ད་དེ་ནས་འབྲུ་ཚ་དང་པོ་སོང་ན་འདི་རེད། འབྲུ་ཚ་དང་པོ་འདི། འདི་འབྲུ་ཚ་འདི་ནམ་རྒྱུན་ང་ཚོའི་ཡིག་འོག་གི་ཁ་ཡིག་རྒྱ་ཡག་དང་དེ་འདྲ་ལ་ངས་བེད་སྤྱོད་བཏང་གི་ཡོད་ལ་འདི་ཡིག་གཟུགས་རྙིང་བྱེད་པོ་འདུག་འདི་པ། སྨྱུ་གུ་གི་གསེག་བཏོན་ནས་པ་བཅད་ཤར་བའི་འབྲུ་ཚ་དེ་རེད་འདུག་བ། སྤྱི་ལྟར་འབྲུ་ཚ་ལ་ཡིག་གཟུགས་སྣ་ཁ་མང་པོ་བཞི་པོ་ཡོད་རེད་སྤྱི་དང། འདི་ནང་ནས་ད་འདི་ཡིག་གཟུགས་རྙིང་བྱེད་པའི་ཐད་ཅི་རེད་བྱ། ད་འདི་འདི་ནས། དེ་སྡིག་གི་མིང་དེ་ལས་བ་ལ་འདས། སྨོན་ལམ་དབུ་ནི་འབྲུ་ཚ་བ་ནི་ཟས་བ་འབྲུ་ཚ་དང་པོ་དེ་རེད། དེ་ཡན་དེ་རང་རེད། དེ་ཧ་རང་ཡིན་ས་རེད་བེ་ཅིན་དང་རེད་བ། འདི་ག་འདྲ་ཟེར་ཁྱེད་གིར་ཟེར་ན་སྡུག་བྱས། འདི་ནག་པོ་ཟོས། ཨ་འདི་བཤུས་ཀོ་བེ་བྱས། འོང་དེ་ལས་སོང་ཨ་འོང་ད་ག་རེད་ཡིག་གཟུགས་འདི་འདྲ་ཟེར་ན་ལས་ཡོང་གི་འདུག་ཡིག་གཟུགས་གང་ཟིག་དེ་ཡི་གང་དེ་ཆུན་ཆུན་བྱས། ཡག་པོ་ཟེར་གི་མི་འདུག་ན་ཡི་གེ་འདི་མ་བཤུས་ན་བཤུས་བྱས།

འོ་ལ། ཨ་ནི་འདུག་བྱས་བྱས་འདི་འདི་སྐད་དེ། འབྲུ་ཚ་འདི་བྱས་ད་དབུ་མེད་དུ་ཞུ་གི་ཡིན། ཐོག་མ་འདི་ཞུ་གི་ཡིན། དེ་ལ། དབུ་མེད་ཟེར་བ། འདི་ང་ཚོས། སྔོན་མ་སྔོན་མས་ད་ཞང་ཞུང་གི་ཡི་གེ་དང་ད་ག་ན་བཞིན། སྔོན་གྱི་དཔེ་ཆ་རྙིང་པའི། ཆ་བེད་མང་ཆེ་བ། ཡིག་གཟུགས་འདི་ཡིན་གྱི་འདུག་བ། འདི་ལ་ཁམས་འབྲི་དབུ་མེད་གསུངས་འདུག། འདི་ཡིག་གཟུགས་འདི་ག་ནས་ཟེར་ན། འདི་རེད། སྨོན་ལམ་དབུ་ནི། པའི། ཚིག་གསུང་བའི་སོ་བ་ལྟ་འདི་རེད། དེ་དེའི། དེར་བ། འདི་རེ་དོགས་པ། འདི་གཅིག། འདི་གཅིག་ཆད། ད་དེ་ནས་འདིའི་ཡིག་གཟུགས་འདི། འདི་མིང་འདི་བསྐྱོན་པ་ཡིན་ན་འདི་ལེགས་འདུག་ཡིག་གཟུགས་འདི། འདི་ཁམས་འདི་དབུ་མེད་འདི་ཆད་སྤྱི་དང་འདི་དབུ་མེད་ཁོང་དོགས་རེད། དེ་ནས་ད་འདི་དབུ་མེད་འདི་དབུ་མེད་ཚུགས་རིང་དབུ་མེད་འདི། འདི་ཡིག་གཟུགས་ཡག་པོ་འདུག་ཚུགས་རིང་དབུ་མེད་འདི་འདི་རེ་བཞག། སྨོན་ལམ་ཨོ་ནི། ཟེར་བའི་སོ་བ་འདི། ཐིག་ཡོད་ནི་ཐིག་རང་སོ་བའི་འདི།

ཡིན་པ་གང་ཞིག་ལ་དེ་ཐུང་ཐུང་བ་ཕྱེད་ཀ་བཏང་ནས་བྲིས་པ་ཡིན་ན་ཨ་ནི་ཚུགས་ཀྲིན་དབུ་མའི་ཕྱག་རི་བ། བཟོ་ལྟ་ད་ག་ཕྱག་རི་ལས་མ་ཐུན་ཆུང་ཆུང་ཕྱག་རི། འདི་དང་མ་འདྲ་བ་ཆེ་འདི་ཡང་བར་སྟོང་ཆེན་པོ་བཞག་འདུག་ག་འདི་ལ་སྤྱི་ཚོགས་དབུ་མའི་གསུངས་འདུག་ནམ་རྒྱུན། སྤྱི་ཚོགས་དབུ་མའི་དེ་འདིར་བཞག། དེ་སྨོན་ལམ་ཡུལ་ནི་ཐིག། སྟོང་གསེར་བསུ་བ་ཐིག་སྟོང། འོང་འདིར། འདི་རེད་འདུག་ག། དེས་ང་ཚོས་ཕར་བཤུ་གིན་བཤུ་བྱས། དེ་ཕར་བྲིས། ད་ག་རེད་འདུག་ག། འོང་འདི་རེད་ཤག། འདུག་ཆེ་ཆེ་ངས་ཡིག་གཟུགས་ངོ་སྤྲོད་ཞུས་པ་ཡིན། ད་ངས་ནམ་རྒྱུན་བོད་ཆོས་རྣམ་པ་ཚོས་བོད་ཆོས་བཏང་ན་ཡིན་ན། དཔེ་ཆ་ལ་སོགས་བོད་ཆོས་བཏང་ན་ཡིན་ན། འདི་ཡག་པོ་འདུག་སྨོན་ལམ་གཉིས་པ་འདི་ཡག་པོ་འདུག། འདི་དཔེ་ཆ་དེབ་བཟོ་ཡ་ལ་དཔེ་ཡག་པོ་འདུག་དེ་ནས། དེབ་དང་དཔེ་ཆ་སོགས་བྲིས་ཡ་ལ་འདི་ཡག་པོ་འདུག་སྨོན་ལམ་བོད་ཡིག་དབུ་ནི་གཉིས་པ་དེ། འདི་ཡག་པོ་འདུག་ལ། ཨ་ནི་འདི་ཡ་ཡག་པོ་འདུག་འདི་ཏོག་ཆུན་ཆུན་འདུག། འདི་གཅིག་བྱས། འདི་ཚོ་ངས་བེད་སྤྱོད་ཞེ་དྲག་བཏང་གི་མེད། སྤྱི་བཏང་ཚོ་སྐབས་དོན་གསུངས་པ་ནང་བཞིན་སྐབས་ཐོག་ད་ག་རང་ལ་སོ་སོ་སོ་སོ་བསྐོ་སྤྱོད་བྱས་ཡ་རེད་འདུག། ཡིན་ན་ང་རས་བེད་སྤྱོད་བཏང་ཡ་འདུག་ཞུ་གི་ཡོད་དེ་ནས། ད་རྫས་རྫས་ཡི་གེ་བཏོན་ཡག་ད་འདི་ཡག་པོ་འདུག་ཨ་འདི་སྒོ་བྱང་རྒྱལ་འདི་ཡག་པོ་འདུག། འདི་གཅིག་བྱས་ད་དབུ་མའི་སྐོར་ནས་ཞུས་པ་ཡིན་ན་ནམ་རྒྱུན་ཁྱོད་ཡིག་དང་ཚོགས་མ་འདི་མཚམས་མཚམས་བོད་ཆོས་བཏང་གི་ཡོད་འདི་གཅིག་བྱས། ཨ་སྒོ་བྱང་ཡིག་སྒོ་ཁ་ཡིག་རྒྱལ་ལ་འབྲུ་ས་འདི་གཉིས་ཡག་པོ་འདུག་མི་འདི་མང་ཆེ་བས་འདི་བོད་ཆོས་བཏང་གི་འདུག། མཛུབ་མོས་གདམས་གོ་ཆིག་རེ་བ་མཛུབ་མོས་གདམས་ཆོས་ཟ་ནས་འདས་ལ་ཡ་ང་ཚོ་སྨོན་ལམ་ལ་ཕྱིན། དེ་ནས་སྨོན་ལམ་བོད་ཡིག་སྔ་བ་དེ་གཅིག་རྒྱག་གིན་ཡོད། བ་ལ། བར་ཉི་ཤུ་བཞག་ན་བསམ་གྱི་འདུག། ཉི་ཤུའམ་བཅོ་བརྒྱད་ཏག་ཏག་རེད། དེ་ནས། གང་ལ་དཔེར་ན་ངས་གཅིག་བྲིས་ཀྱི་ཡིན། གང། ལ།

ནཱ་རོ་བྱས། གི་གུ་བྱས། འགྲེང་བ་གསུམ། འདི་ལ་ཡང། གསུམ་ཡོང་གི་འདུག། ནི་འོག་གི་ཞབས་ཀྱུ། འདི་ལ་ཆེ་ཆུང་གཉིས་ཡོང་གི་འདུག། བྱེད་དུ་རྩ་ནས། འདི་ཡང་ངས་དེ་གཅིག་བྲིས་འདུག་ག་ལ། འདི་ལ་ཡང། འདི་ནང་བཞིན་གྱི་བ་དེ་གཅིག་བྲིས་ཀྱི་ཡིན། ནི། ཐ་དི། མ་སྟེ་སོ་ཀྱོག་པོ་བཏང་ཡིན་རེད་བ་ལ། དབུ་མའི། མཛུབ་མོས་རྒྱབ་པའི་སྐབས་ལ་ཡ། དཔེར་ན་ཞབས་ཀྱུ་འདྲ་བོ་ཆགས་བཞག། ད་ཞབས་ཀྱུ་དེ། ཡིའུ་ཡིན་དུ་བཏགས་ནས་ཡིའུ་དེ། ཐང་གཅིག། གནས་པ་ཡིན་ན། ཞབས་ཀྱུ་རིང་པོ་ཡོང་གི་འདུག་དེ་ནས་ཐང་གཉིས་གནས་པ་ཡིན་ན་ཞབས་ཀྱུ་ཐུང་ངུ་ཡོང་གི་འདུག་ཞབས་ཀྱུ་ལ། གཉིས་མ་ཞིག་མི་འདུག་དེ་ནས་གི་གུ་བྱས་བྲེང་པོ་བྱས་ན་རུ་གསུམ་གི་གུ་དེ། ཨ་ཨི་རུ་བ་བྲེང་པོ་དེ། ཨི་རི་བ། ནཱ་རོ་ཨོ་ཡིན་དུས་ཙཱ་ནས་ད་ནཱ་རོ། རིང་པོ་གོ་གི་འདུག་ན་ནཱ་རོ་གཅིག་ནས། ཡང་དེ་ནས་མཚམས་པོ་ཞིག་གོ་གི་འདུག་ན་ནཱ་རོ་གཉིས་ནས། ཐུང་ཐུང་གོ་གི་འདུག་ན། གསུམ་ནས། ད་འདི་གོ་མ་གོ་ཟེར་ཡ་དེ་སྐབས་མཚམས་འདི་རེད་དབུ་མའི་སྐབས་ལ་ཡ། ང་ཚོའི་དབྱངས་དེ་རིང་པོ་ཡོང་དགོས་རེད་བ་དབུ་ཅན་སྐབས་ལ་ཡིན་ན་དབྱངས་རིང་པོ་ཡོད་མ་རེད་བ། ཁ་ཁོ་འཇགས་ཡ་གི་དོགས་པ་ཡོད་མ་རེད་བྱེད་དུས་ཙཱ་ནས། འདིའི་ཆེད་དུ་དམིགས་བསལ་བཟོས་གནང་བ་ཞིག་རེད་ཤག། རྒྱུས་ངས་མཐོང་ཆོས་གཅིག་ལ། ལྷན་སྐྱེས་མང་ཆེ་བས་ལྟ་འདི་འདུག་སྣང་གི་འདུག་ག་དཔེར་ན། དཔེར་ན་བརྡས་གཅིག་ཡི་གེ་ཞིག་ཡོད་པས་ན་འདི་འདུག་ཁ་འདུག་འདུག་བྱས་བྱས། དེ་ནས་འབྲུ་རྩ་ལ་གྱུར་ན་ཐོག་མར་དབུ་ཅན་བྲིས་དེ་ནས་འབྲུ་རྩ་ལ་གྱུར་སྣང་གི་འདུག་ག། འདུག་གི་འདུག་ག་གྱུར་སྣང་བ་དང་དེ་ནས་གར་ཆིག་ཏུ་ཟེར་ན་ངས་ཀྱི་ཤེས་པ་གཅིག་ལ། ཨ་ནི་འདི་ནས་ཁ། འདི་ལྟར་གཅིག་རེད་པ། ད་ག་རང་བཞག་སྣང་གི་འདུག།

འབྲུ་ཟའི་ཞུ་གུ་ལ་ཤེས་ཡོད། དབུ་མའི་ཚུགས་ཕྲེང་ཚུགས་རིང་ཚུགས་ཐུང་ཚུགས་མ་འཁྱུག་འཁྱུག་འདིའི་ཞུ་གུ་ལ་ཡང་ང་ཚོས་ཚེགས་རིང་ཟེར་གི་རེད། ཚེགས་རིང་དང་རྗེས་འཇུག་གམ་ཡང་འཇུག་དེའི་བར་པ་ར་དེ། ཚེགས་ཐུང་ཡིན་གཅིག་མིན་གཅིག་སྐྱོན་གོ། འདི་སྐྱོན་ཡ། ངས་མང་པོ་ཞིག་བརྙན་ཐུང་ནང་མཐོང་གི་འདུག་ལ་འདིར་ཆད་པ་ཞིག་མཐོང་གི་འདུག། འདི་ཚགས་ཐུང་ཡིན་གཅིག་མིན་གཅིག་སྐྱོན་གོ་འདུག་བྱས་བྱས། མཐའ་མ་དེ། ད་སྨོན་ལམ་བོད་ཡིག་སུམ་རྩ་གཅིག་གི་ཐོག་ནས་ད། དཔེ་ཆ་བྲི་མཁན་ཡིན་ན། ག་ཤེད་ཅིག་ལ་ཡང་སྔགས་བྲི་དགོས་གཅིག་རེད། དེ་དུས་རྩ་ནས་སྔགས་དེ་ཡོང་གི་འདུག་ཡོང་གི་མི་འདུག་ཅིག་བལྟས་པས་སྔགས་ག་ར་གང་ཙམ་ཡོང་གི་འདུག་འདི་ངས་མ་བདེན་པ་ཅིག་སྔགས་རྒྱག་སྟངས་ཅིག་ཞུ་གི་ཡིན། ཐོག་མ་འདུག་བྱས་བྱས། ད་འགན་བདེན་ལ་ཡ། སྔགས་འདུག་སུ་བྲིས་བཞག་ཡོད། ལས་གཅིག་བྲིས་འདུག་ག་ལ། འདི་ངས་འདུག་སུ་བྲིས་བཞག་ཡོད། ཨ་ནི། འདི། སྔགས་དེ། བྲིས་པ་ཡིན་པས་ཨིན་ཏྲ་ཤི་ལེགས་འདུག། ད་བེ་ན་ངས་དེ་བྲིས་པ་ཡིན་ན། ད་དེ། ཐོག་མར་ཡི་གེ་གདམ་གོ་བྱེད་ཀྱི་རེད་བ། དེ་ལ་ཡ། རང་ཅག་ཀླད་འདུག་ག། ད་དེ། ཡི་གེ་གདམ་དུས་རྩ་ནས། ང་ཚོས། ཙིག་ཙིག་གི་ཙིག་དེ།

དེས་ང་ཚོ་འདི་ལྟ། ཙེག་ནོན་ལ་སྤྱི་བཏང་གི་འགྲོ་སྟངས་འདི་ལ་ཨེ་རྒྱག་ཁོག་ཏུ་བ། དེ་ནས་ཨ། ད་དེ་ཡ་ད། དེ་ནས་འདི་སྔགས་ཡིག་འདི་བཤད་འདི་ལ། འདི་སྒོ་མ་དེ། དེ་ནས shift space། ད་དེ་ནས་མ། མགྱོགས་པོ་མ་བཏང་གི་ཡིན། དེ་དུས་ཚོད་ཟ་གི་འདུག་བྱས་ཙང་དུས་ཚོད་མ་མགྱོགས་པོ་བཏང་ན་བསམ་སོང།

འདི་ནི་དམར་དམར་ནི་མཛེས་པོའི་མདའ་ཡིན། སོ་ཧ། ཚེ་དཔག་མེད་ཀྱི་ཚེ་སྔགས་འོ། གང་དག། འདིས་མཚོན་པའི། སྔགས། དུག་གསེར་ཀླད་ཡིན་དགོས་འདུག།